དམངས་གཙོ་ནང་ལ་མཉམ་ཞུགས་བྱེད་དགོས་བར་ད། དམངས་གཙོ་ནང་ལ་མཉམ་ཞུགས་བྱས་པའི་ཐོག་ནས། ཨ་ནི་ང་ཚོ་གིས་ཡོད་ནས་ང་ཚོ་གི་མི་དམངས་ཡི་སྐུ་ཚབ་ཀྱི་དང་དགོས་བར་ད། ད་ང་ཚོ་གིས་ཡོད་ནས་ད་ད་བཙན་བྱོལ་གི་གནས་པ་དེ་ཨ་ནི་ང་ཚོ་གི་སྲིད་སྐྱོང་ད་ཨ་ནི། ང་ཚོ་གིས་ཡོད་ནས་བོད་མི་དམངས་ཀྱི་སྤྱི་འཐུས་ད་ང་ཚོ་གི་མི་དམངས་ཡི་སྐུ་ཚབ་ཆགས་བསྡད་བར་ད། དེ་ཡང་ཨ་ནི་ང་ཚོ་གིས་ཡོད་ནས། བཙན་བྱོལ་གི་ཡོད་ནས་བོད་མི་གིས་ཡོད་ནས། འོས་བསྡུ་གི་སྒྲིག་གཞི་ནང་ལ།

འུ་ཤུད་ཀྱི་ཁར་ཁར་གསུངས་གསུངས་ཡོད་ད། ཁོང་གཉིས་ལ་ནི་མཐུན་པའི་ཆ་མང་པོ་གྱུར། ནི་མཐུན་པའི་ཆ་དུ་མ་ཞིག་ཡོད། མཐུན་པའི་ཆ་ནི་ནི་ང་ཚོ་གི་ནི་བོད་ཀྱི་གི་ནི་ཡུལ་དངོས་ཀྱི་མཚང་གོ། ཡིན་པ། ནི་གཞན་ཡང་ནི་ང་ཚོ་གི་གི་ནི། ཁྱིམ་ཁང་འམ་སྨན་པ་ཚད་ལྡན་ཞིག་ཐུག་ནས། ནི་རིག་གཙོ་མ་ཟིན་པའི་གི་གི་ནི་མ་ཡིན་པའི་གི་ནི་བསྲེས་སྒྲ་བྱས་པ་མ་ཡིན་པ།

དེ་བྱེ་མ་དེ་ང་ཚོ་གི་གི་ནི་བུ་མོའི་གི་ཁེ་ཕན་གི་གི་གནོད་རྒྱུ་གི་ཆེད། རྒྱལ་ཁབ་བྱེ་མ་གི་གི་ནི་པེ་བྱེ་ན་རྒྱ་ནག་གི་རྒྱུག་རྒྱུ་ན་ཡི། ཨ་ནི་དེ་ད་ལེ་ཐོང་ཡི་ན་གྱིས་ཟིག་རེ་ཁོ་གོ་ནི་ཡི་ན་ཡོང་ཟིག་རེ། ཨ་ནི་ཁོ་ལ་ནི་དངུལ་དང་ནི་དངོ་པོ་ནུས་ཤུགས་རྒྱུ་ཙོམ་ནི་ཐུག་ནི་ཡུ་ཡུ་པ་ཅིག་མ་ཡིན་པ་གོ་ཡ་ཆག་དེ་གོ། ནི་གཞན་ཡང་ནི་ང་ཚོ་བཙན་བྱོལ་བུ་མོའི་གི་ནི་ལྕགས་རི་རིན་པོ་ཆེ་ནི་ང་ཚོ་གི་གི་ནི་ཧང་སངས་ཁེ་ཆེན་པོ་གྱར་དུ་ང་ཚོ་གི།

གཞན་ཡང་ནི་སྤྱི་དོན་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་ནི་འོས་ཆོས་ཀྱི་འབྲེལ་རྒྱུ་ཕྲན་དང་སྤྲོད་རྒྱུ་ལ་ནི་འགལ་བ་ཡིན་ན། ནི་ཅི། ཁོ་སྤྱི་འཐུས་ཀྱི་ནི་འོས་ཆོས་ཚང་གི་ཡོད་མ་ད། ནི་ད་ང་ཚོ་གི་ནི་སྲིད་སྐྱོང་གི་ནི་འོས་མི་ཆེ་ནི་འོས་ཆོས་ག་རེ་ཚང་དགོས་ལ་ཡོད་ན། ནི་ཐོག་མ་དེ་ཡང་ནི་རང་ནོ། སུམ་ཅུ་སོ་ང་ཧྲུལ་པོ་ལང་དགོས་པ་ཆེ། དེ་ཡང་ནི་སྲིད་སྐྱོང་ཡིན་པས་ན་རེད་ནི་ང་ཚོ་གི་ནི། ཀང་ཡིན་པས་ན།

མི་དམངས་ཀྱི་གཙོ་གི་གཞུང་ཡིན་ཤག་དེ་གོ་རེད། དེ་འདྲ་ཡིན་པ་སོགས་ང་ཚོ་མི་དམངས་ཧང་སངས་སྐད་ཀྱང་མི་བཤད་དོ། ལྷག་པ་དེ་ང་ཚོ་གི་འཐབ་རྩོད་ཀྱི་མི་རིགས་ཡིན་པ་སོགས་ཚོ་འཐབ་རྩོད་ཀྱི་ཕོངས་པའི་མི་རིགས་ཡིན་པ་སོགས་ང་ཚོ་མཉམ་ཞུགས་བྱེད་དགོས་པ་དེ་ཤིན་ཏུ་སྐད་ཀྱང་མི་བཤད་དོ། དེ་འདྲའི་མཉམ་ཞུགས་བྱེད་འོས་ན་ང་ཚོ་དགྲ་བོ་རྒྱ་ནག་ཡིན་ན་ང་ཚོ་གི་ནི་ད་ལན་ཤུགས་ཆེན་པོ་ཞུགས་རྒྱུ་སྤྲད་ཡོད་དཱ།